ང་ཚོས་ཀྱི་མི་གཅིག་གི་ལས་ཀ་སྡུག་ཅག་ཅིག་བྱས་ན་ལམ་སང་གར་ལབ་གི་རེད་མི་དེ་སྡུག་ཅག་རེད། ད་ཁོ་ཚགས་པར་ནང་ལ་སྟོན་གི་འདུག། ད་སྤྱི་ཚོགས་ནང་ལ་དམའ་འབེབས་བྱེད་གི་འདུག་མི་ཁོ་རང་ལ་འདི་བྱེད་གི་འདུག་ཨ། དཔེ་ཆ་ནང་ལ་དེ་འདྲས་ཡོད་མ་རེད་ད། དཔེ་ཆ་ནང་ལ་ཡིན་ན། མི་དེ་ནོར་འཁྲུལ་བཏང་ཡོད་དེ་གར་བྱས་ནས་བྱས་རེད་ཞེས་ལབ་ན་ཁོས་རྒྱུད་ལ་ཁུངས་དཀྲོལ་དབང་གིས་བྱས་རེད། འདོད་ཆགས་ཀྱི་དབང་དུ་བྱས་རེད་ཟེར་དུས་ད་མ་བྱེད་དགོས་ཅེས་བྱེད་མཁན་དེ་སུ་རེད་ཟེར་ན། མི་དེ་རེད་མི་འདུག། ཁོང་ཁྲོ་རེད། འདོད་ཆགས་རེད། བྱེད་དུས་ཁོང་ཁྲོ་དང་འདོད་ཆགས་ཀྱི་གཞན་དབང་བྱས་ན། ནི་མི་གཞན་དག་ལ་གནོད་པ་བསྐྱལ་བ་དེ་ཡིན་དང་ཡིན་སོ་སོས་སུའི་སའི་བྱེད་མཁན་ཡོད་རེད་བ། ཁོང་ཁྲོའི་དབང་གིས་སོ་སོས་སྲོག་འཕྲོག་མཁན་ཡོད་རེད་བ། སྨྱོན་པ་ཆགས་འགྲོ་གི་ཡོད་རེད་བ་དེ་ཐབས་ཤེས་མི་འདུག་བ་དེ་འདྲ་ཡིན་དུས་ད་ང་ཚོ་སྐྱོན་དེ་དངོས་གནས་དེ་ཁོང་ཁྲོ་དང་ནང་གི་ཉོག་མོ་དེ་ཚོ་རེད་ཤག་མི་དེ་མ་རེད་བྱེད་དུས་ག་རེད་ཟེར་ན། ཁོ་མི་དེ་ལས་ཀ་སྡུག་ཅག་བྱེད་བཅུག་མཁན་གྱི་ནང་གི་ཉོང་མོངས་པ་དེ་ཉུང་རུ་གཏང་ཡི་ཐབས་ཤེས་བྱེད་མི་དེ་སྤྱི་ཚོགས་ནང་དམའ་འབུད་བྱས་ནས་སྤྱི་ཚོགས་ནང་ཚུལ་མཉམ་སྒྲུབ་མཉམ་དུ་སུས་ཡོང་ཐུབ་ཡོད་ཀྱི་དེ་ཤུགས་རྒྱབ་དགོས་རེད། དེ་གནད་འགག་ཆེན་པོ་རེད་སྐད་ཆ་འདི་ཚོ། དཔེར་ན་སྒེར་སོ་སོ་ལ་བལྟས་ན་ང་ཚོ་སྤྱང་པོ་རེད་བ་མི་ཟེར་མཁན་དེ་ང་རང་གི་ནོར་འཁྲུལ་གྱི་བཏང་ཡོད་ན། ཨེ་ལམ་སྟག་དགུང་སྟག་ཟེར་ཁ་ཅིག་རེད་བ། ང་དེ་སྡུག་སུ་ཤོར་སོང་མ་གཏོགས་གི་རྩ་བའི་ང་རང་མི་ཡག་པོ་ཡིན་མདོག་མདོག་བྱས་ནས་དགུང་སྟག་ཟེར་ཁ་ཅིག་རེད་བ། I slipped།

དང་པོ་རྒྱུག་པ་ལ་ངར་གི་མ་རེད། ལམ་སང་མི་གང་ལ་ཆོ་མི་ཡོང་གི་རེད། དེ་ཚ་མི་དེ་དྲང་པོ་མི་འདུག་ག་ཟེར་གི་རེད། ད་དྲང་པོ་མི་འདུག་ཟེར་དེ་ག་བ་ག་བ་མི་མ་དྲང་གི་བ་རེད་མི་སྤྱང་པོ་རེད་བ། ཁྱི་ལྐུག་པ་རེད། རྡོ་ཁོ་རང་ཁོ་རང་ཕར་ཡོང་མར་བ་མི་ཞུས་རེད་བ་ཁྱེད་ཚ་མི་མི། རྡོ་གང་ལ་རྒྱུག་རྒྱུ་ཡོད་མར་མི་གང་རྒྱུག་རེད་ཟེར་ད་སྤྱང་རྡོ་ཁོ་བོ་ཤེས་ག་བྱེད་གི་རེད་བ་ཁྱེད་ཚ་ང་མི་གང་ལ་རྒྱུག་གི་ཡིན་ཟེར་ལབ་གི་ཡོད་རེད་མི་གི། ད་དེ་འདྲས་ཁྱོད་སྤྱང་པོ་ཡིན་ན།

བྱ། འདི་མདངས་ལ་འཛག་པར་བལྟ་བ་ལས་ཞི་མི་ཐུར་ལ་བྱུང་བ་བལྟ་རྒྱུ་མེད་ཟེར་ལབ་པ་ནང་བཞིན་རོ། གཡག་ས་ནས་བལྟ་དགོས་རེད་སྡུག་ས་ནས་མ་བལྟ་ནས། སྡུག་ས་ནས་བལྟས་ན། སྡུག་ས་རྐྱང་རྐྱང་ཞིག་མཐོང་གི་རེད། དེ་ལ་བརྟེན་ནས་མ་སྐྱིད་པ་ཡོང་གི་རེད། གཡག་ས་ནས་བལྟས་ན། གཡག་རྐྱང་རྐྱང་ཞིག་མཐོང་གི་རེད། ལམ་ལྷུང་ཡོང་གི་རེད་སྐྱིད་པོ་ཡོང་གི་རེད། སེམས་ལ་བདེ་སྐྱིད་ཡོང་གི་རེད། བྱས་ཙང། དངོས་པོ་གཅིག་ལ་ཡིན་ན་ལྟ་སྟངས་ཀྱི་དབང་གིས་མི་གཅིག་ལ་སྐྱིད་པོ་ཡོང་གི་ཡོད་རེད་མི་གཅིག་ལ། སྡུག་པོ་ཡོང་གི་རེད་དཀའ་ངལ་ཡོང་གི་ཡོད་རེད། དཔེར་ན་ཆ་བཞག་ན་ད་ལྟ་ཕྱི་ལོགས་ཀྱི་རྣམ་ཤེས་དེ། སྡུག་ཅག་ཡོད་ན། རླུང་གཟུབ་ར་གཅིག་ཅེས་ཆར་བ་ར་གཅིག་རྒྱབ་ཀྱི་བདེ་དེ་ཡོད་ན། ལྟ་མི་གཉིས་ཀྱི་ལྟ་སྟངས་མ་འདྲ་བ་གཉིས་རེད། ལྟ་སྟངས་གཅིག་གིས། སྤང་སྒོ་གནམ་གཤིས་དེ་ཟིལ་ལབ་ནས་རླུང་ལངས་ནས་ལམ་སྲང། ཉི་མ་གྱི་ཤར་གནམ་གཤིས་ཨོ་ཡག་པོ་ཡོད་ན་འཁྱམ་འཁྱམ་འགྲོ་དགོས་སོང་ད་སྒྲོལ་ཡས་མར་བལྟས་དེ་གནམ་གཤིས་སྤང་སྒོ་དེ། ཆར་བ་བཏང་བ་མ་ཟད་རླུང་རྩུབ་བས་རྒྱབ་གི་འདུག།

ད་ཀྱི་ང་གཅིག་འཆམ་འཆམ་འགྲོ་དགོས་བསམ་བྱུང་དེ་ཡིན་ན་ད་ཆར་བ་རྒྱག་དུས་ལྷག་བཟོས་མ་བྱས་སམ་གཅིག་བསམ་བློ་གཅིག་བཏང་ན་ཡག་པོ་བྱུང་སོང་ད་ཀྱི་ང་འཆམ་བྱས་ན་ཞི་བ་རང་ཡོང་མ་རེད་ང་ནང་སྦྱོང་བྱས་མང་པོ་ལྷག་དུ་ཡོད་བ། དུས་ཚོད་བྱས་བྱས་ནས་གཉིད་ཀྱི་ཁུག་ཅིག་དེ་ལྷོད་ལྷོད་དེ་ཡག་པོ་བྱུང་སོང་བསམ་ནས་རང་ས་ནས་བསམ་བློ་བཏང་ན་ཕན་ཐོག་འདུག་བ། ད་འདུག་ངས་དེ་ཁུངས་སྐྱེལ་བྱེད་ཀྱི་འདུག་ངས་སྒྲུང་གཅིག་བཤད་གོ། མི་གཉིས་ཡོད་པ་ཆ་བཞག་བྱས་ཙང་མི་གཉིས Migraine Headache Let us imagine two people suffering from

གཅིག་པོ་གཅིག་རྐྱང་ན་གི་ཡོད་པ་ཆ་བཞག་ཡིན་ན་ཡང་ཁོ་གཉིས་གཉིས་ཀྱི་སེམས་ཀྱི་ལྟ་སྟངས་དེ་མ་འདྲ་བ་ཆ་བཞག་དེ་ལ་བརྟེན་ནས་བདེ་སྐྱིད་ཡོང་མ་ཡོང་དང་སྡུག་བསྔལ་ཡོང་མ་ཡོང་གི་ཁྱད་པར་ཡོད་པ་དེ་ངས་ཅིག་བཤད་འོར་བ་དེ་ཤེས་དགོས་གལ་ཆེན་པོ་རེད་གང་ཟེར་ན་འགའ་ཤས་ཀྱི་ཡང་སེམས་ཀྱི་ལྟ་སྟངས་གཅིག་ཡིན་ལ་སེམས་ཀྱི་ལྟ་སྟངས་ག་རེ་ལྟ་སྟངས་གཙོ་བོ་ད་ལྗང་གུ་ཁོ་རེད་འདུག་བ། དཔེ་ཤ་ཁོ་རེད་འདུག་ད་ག་རང་རེད་འདུག་དཔེ་ཤ་ཡོད་མེད་རེད་འདུག་མ་འདུག་སེམས་ཀྱི་ལྟ་སྟངས་ག་རེ་ཕན་ཡོད་བསམ་གྱི་རེད་བ། འོ་དེ་ཕན་གྱི་ཡོད་བ་དེ་ལྟར་སྒྲུབ་དགོས་རེད་བ། བྱས་ཙང་དེ་འདྲས་ཀྱི་མགོ་ན་ས་སྡུག་ཅག་ན་དེ་ངའི་མི་ཉིད་ཅིག་ཡིན་ན་སེམས་ཀྱི་རྟགས་དང་ཁྱད་པར་ཡོད་པ་ཡིན་ན། ད། མགོ་ན་ས་སྡུག་ཅག་ན་མཁན་གྱི་མི་དང་པོ་དེ་གའི་བསམ་བློ་རྟགས་དང་ཡག་པོ་ཡོད་པ་ཆགས་ཤག། ད་ཁོ་ལ་མགོ་ན་ས་ན་དུས་ཁོས་ག་རེ་བསམ་གྱི་རེད་ཟེར་ན། ཁོས་དངོས་ཡོད་གནས་ཚུལ་དང་མཐུན་པའི་བསམ་བློ་བཏང་ནས་ཁོས་དྲི་བ་ཅིག་བཏང་གི་རེད། ད་མགོ་བཞི་པོ་ན་གི་འདུག་ག་རེ་བྱས་ནས་ན་ཡིན་ན། གྲོ་ཁོག་ཏོག་མེད་འགྲོ། མགོ་ན་ས་དེ་འདྲ་མི་འདྲ་ལ་བལྟས་ནས་ཡོང་གི་འདུག་བ། རེད་བ། ཡང་མེད་ན་ཁོ། ཅིག། Viral། གིས་དེ་འདྲས་ད།

ཐབས་ཤེས་བྱེད། ཨེ་ནི་གཅིག་བྱས་ན་ད་སྨན་ཁང་བྱས་ན་ཡག་པོ་མེད་འགྲོ་སྲིད་སྨན་ཁང་འགྲོ་གི་ཡོད་དུས་སོགས་འགྲོ། ཐབས་ཤེས་བྱེད། ཨེ་ནི་གྲོགས་པོ་འདྲ་བོ་དང་སོ་སོ་ངོ་ཤེས་མ་འདྲ་བོ་ཁོང་ཚོ་དགེ་མོ་དགེ་ནས་སླེབས་སོང་ན་ཁོ་རང་དེ་མགོ་ཞི་བོ་ན་གི་ཡོད་རེད་དེ་ཁོང་ཚོ་དགེ་མོ་དགེ་དུས་དེ་ལ་རླུང་མ་བསྟན་པ་བྱས་ནས། ད་དེ་རིང་ང་ནི་མགོ་ཞི་བོ་ན་གི་འདུག་ཟེར་ག་ཅེས་སྙིང་རྗེ་མ་གཏོགས་ཀི་ཡང་རླུང་འདྲ་བོ་དེ་འདྲས་མ་བསྟན་པ་བྱས།

ང་ད་མགོ་ན་ས་གཅིག་པུ་རེད་དེ་ལས་ན་ས་སྡུག་ཅག་ན་གི་ཁ་ཚེ་ཁ་ཚེ་ཡོད་རེད། ང་མགོ་ན་ས་གཅིག་པུའི་སྐད་ད་ཞི་བོ་ཧང་སང་དེ་ཡེ་མི་འདུག་ན་ད་ཞི་བོ་ན་གི་འདུག་དེ་བསམ་ནས། ཁོ་སྡིག་པ། སྒྲིབ་པ་དག་པ་ཤོག་ཟེར་རེད་བ། ཡང་ཡེ་ཤུ་རེད་བ་བཅས་དཀོན་མཆོག་འཇིག་རྟེན་ཀོ་བ་བོ་ཁས་ལེན་མཁན་གཅིག་ན་ཐམས་ཅད་དཀོན་མཆོག་གི་ཟོལ་རེད་བ། མགོ་ན་ས་དེ་དཀོན་མཆོག་ཟོལ་ཡིན་དུས་རྒྱུ་མཚན་བརྗོད་ཀྱི་རེད་བསམ་ནས་བཟང་ས་ནས་བསམ་བློ་བཏང་ཡིན། ཨེ་ནས་ཁོ་རང་སྨན་བཅོས་བྱས་ཡོད་ད་ག་རེ་ཡིན་ན་ཐབས་ཤེས་འདི་ཚོ་བྱེད་དུས།

ད་པི་ལི་སི་པོ་ཨི་ཧྥེ་ཀི་སི་སྡོད་ག་རེ་ཟིག་ན། ད་ཚན་རིག་གི་བརྟག་དཔྱད་མང་པོ་བྱས་ནས་བསམ་བློ་བཏང་བཏང་གི་ཞི་བོ་ཅིག་ཁྱད་པར་འགྲོ་གི་འདུག་ཟེར་གོ་རེད། ཁྱེད་རང་ཚོ་ཡིད་ཆེས་གི་མ་རེད་ད་ང་ཚོ་ནང་ཆོས་གི་སེམས་སེམས་ཟེར་ཞི་བོ་གལ་ཆེན་པོ་བཤད་དེ་ད་ཚན་རིག་གི་ཁུངས་སྐྱེལ་བྱས་ནས་པི་ལི་སི་པོ་ཨི་ཧྥེ་ཀི་ནང་ངའི་བརྟག་དཔྱད་ཅིག་ཁྱེད་རང་ཚོ་བཤད་གོ། མི་ནག་ཅན་ཅིག་འཇུས།

ད་ཁྲག་ཐིགས་པ་རེ་རེ་བཞིན་དུ་བཙགས་ནས་བསྲེགས་ཡིན་ལབ་ཚར་བ། ད་གར་གཅིག་ཡིན་མིན་ཁོས་མཐོང་གི་ཡོད་མ་རེད། ཡིན་ན་མཐུ་ཡས་གར་ཐོས་ཤག་ཡོད་ཟེར་ན་ཁོ་ལ་དེ་དང་པོ་ཅིག་རྨ་བཟོས་པ་འདྲ་བོ་ཅིག་ཤུགས་ཆེན་པོ་ཅིག་བྱས་དེ་ནས་དེ Pipe འདི་མཐུད་ནས་དེ་ནས་ཆུ་ཐིགས་པ་རེ་རེ་རེ་བརྒྱབ་བཅུག་གོ་རེད། ད་ཁོ་དངངས་སྐྲག་ཞི་བོ་ཡོད་རེད་མི་དེ། ད་ལྟ་ང་ཤི་སོང་ད་ཁྲག་ཞི་བོ་ཤོར་སོང་བསམ་ནས་དེ་འདྲ་བྱས་ནས་མི་དེ་ཤི་བསྡད་གོ་རེད་ཟེར་གོ་རེད་ད། ཁྱོད་ཚོ་ཡིད་འཁོར་བྱེད་གི་མ་རེད་ད། བསམ་བློ་ཟེར་དེ་འདྲའི་ཤུགས་ཆེན་པོ་ཡོད་རེད།

ད་དེ་ཚན་རིག་གི་ཁུངས་སྐྱེལ་བྱེད་གི་ཡོད་རེད་ད་དེ་ནང་འགྲེལ་བཤད་རྒྱབ་པ་ཡིན་ན་ད་ད IM དང Placebo སེ་དེབ་མཐུག་པོ་བྱས་ཡོད་རེད་དེ་ཚོ་ཀློག་ད་དེ་དེའི་ནང་ལ་མི་གཅིག་གི་རེད་བ། ཁོ་ག་བ་ཡིན་ན་གཅིག་ལ་ས་སྐལ་བཏང་ནས་འགྲོ་དེ་དེ་འདྲ་གཅིག་གི། དེ་ཁུག་ཀྱོག་ཁ་བསྐོར་ས་དེ་འདྲ་གཅིག་ལ་འགའ་རིས་གཞན་པ་གཅིག་ཁོ་པས་གནམ་ལ་གཡུག་ནས། དགེ་བེད་དང་རྐང་པ་དང་རུས་པ་མང་པོ་ཞིབ་ཅིག་བཅག་ནས་སྤེལ་དེ། སྨན་པ་མང་པོ་ལ་བསྟན་དེ་ད་ཁྱོད་རང་མི་ཚེ། ལྷག་མ་དེ་ད་ཁྱོད་རང། རྒྱུག་པ་ཁེལ་ནས་འགྲོ་ཡས་མ་གཏོགས་དེ་རེ་བ་ཁོ་རང་བཟོ་ཡས་མི་འདུག་ལབ་ནས། ཨེ་ནི་ཁོས་དམ་བཅའ་ཅིག་བྱས་ནས། ད་ངས་བསམ་བློ་རང་གི་ཐོག་ནས་ངས་ཤུགས་ཀྱིས་བརྒྱབ་ནས་བསྒྲགས་པ་བྱེད་ཀྱི་ཡིན་ལབ་ནས་དཀའ་ལས་ཞིབ་ཀྱིས་བརྒྱབ་ནས་འཚོལ་བའི་ལོ་རྒྱུས་ཡོད་རེད། དེ་འདྲའི example མེད་པ་མ་རེད། ད་དེ་འདྲས་དེ་སོས་ཐུབ་ཀྱི་ཡོད་ན་ཨེ་ནི་ང་ཚོ་ཆ་ངེས་བྱེད་མཁན་ད་སོས་མ་ཐུབ་ཡོད་མི་འདུག་བ། བསམ་བློ་ཡག་ཟེར་ནས་བཏང་བ་ཡིན་ན། འོ་ད་དེ་ཚོ་ད་ཁུངས་སྐྱེལ་ཚན་རིག་ཐོག་ནས་ཁུངས་སྐྱེལ་བྱས་ཡོང་གི་ཡོད་རེད་བ། འོ་དེ་འདྲས་བྱེད་དུས།

རྐང་པར་ཟུག་ནས་དམྱལ་བ་འཕེན་མཁན་མེད། རྐང་པར་ཟུག་ནས་དམྱལ་བ་འཕེན་མཁན་མེད། རང་གི་སྐྱིད་སྡུག་རང་གི་ལག་ན་ཡོད། རང་གིས་རང་ཉིད་རྨི་ལུས་ཤིན་ཏུ་གཅེས། དངོས་གནས་དགེ་རྒན་ཡོད་ཅུང་རང་རེ་ཞིག་ནར་ནར་འཁྲིག་འདུག་ད་དཔེ་ཡག་པོ་རང་གིས་རང་ཉིད་མི་བསླུ་ཤིན་ཏུ་གཅེས། ཁོ་བཅར་འདུག་བཅད་ཟེར་གཅིག་རེད་ད་རང་གིས་རང་ཉིད་མི་བསླུ་ཤིན་ཏུ་གཅེས། འགྲིག་སོང་ཨ། ལག་པས་བདེ་བ་ཅན་ལ་ཕན་ཁེ་མེད་རྐང་པར་ཟུག་ནས་བསྙལ་བ་ཕན་ཁེ་མེད། རེ་བ་རང་གི་སྐྱིད་སྡུག་རང་གི་ལག་ན་ཡོད། རང་གིས་རང་ཉིད་མི་བསླུ་ཤིན་ཏུ་གཅེས། རེ་བ།